ཅིག་བྱེད། ཁྱོད་ཆུང་བོ་ཆགས་ན་ནི་ཡོང་གི་མི་འདུག་ད། སྤེན་པ་ཚེ་རིང་གི་གཟུགས་པོ་ལ་ན་ཚ་ཡོད་པའི་དབང་གིས་ལས་ཀ་ཡག་པོ་ལས་ཐུབ་ཀྱི་མི་འདུག་ཁ་ཅིག་སྐད་ཆ་བཤད་ནས་གི། སྤེན་པ་ཚེ་རིང་གི་གཟུགས་པོ་ལ་ན་ཚ་ཡོད་དང་མེད་ཁྱེད་རང་ལ་ཆུ་ཐུག་ག་རེ་ཡོད་དེ་འདྲ་བསམ་སྲིད་པར་བ། ང་ལ་ཆུ་ཐུག་ཡོད་རེད་ག་རེ་ཟེར་པ་ཡིན་ན་སྤེན་པ་ཚེ་རིང་གི་བུ་ཕ་ཆེད་དུ་ད་ལྟ་ལས་ཀ་ལས་ཀྱི་ཡིན་ཟེར་ནས་གི་སྲིད་སྐྱོང་ངོས་འདོད་དེ་ཡོད་རེད་སྲིད་སྐྱོང་འདོད་པ་ཡིན་ན་དེ་ནས་ལས་ཀ་ལས་ཐུབ་མཁན་གྱི་མགོ་བོར་བ་གཟུགས་པོ་ཏག་ཏག་ཡོད་མཁན་གྱི། གཟིགས་སྤུས་དག་ལྟ་མེད་པ་ཡིན་ན་ལས་ཀ་ལས་ཐུབ་ཀྱི་ཡོད་མ་རེད། ལས་ཀ་ལས་མ་ཐུབ་པ་ཡིན་ན་དེ་ནི་སྲིད་སྐྱོང་ལས་ཀ་དེ་ཤོག་སྒྲོ་སྐོར་བ། ཁྱེད་རང་གི་ལས་ཀ་ལས་མཁན་གྱི་ལྭ་བ་གཅིག་བཙལ་བ་ཡིན་ན་ཡང་ལྭ་བ་དེ་གཟིགས་སྤུས་དག་ལྟ་ཡོང་མཁན་གཅིག་བཙལ་དགོས་རོགས་མ་བྱེད། གཟིགས་སྤུས་ནུས་པ་གཅིག་བཙལ་བྱས་པ་ཡིན་ན་ལྭ་བ་དེ་གི་ལས་ཀ་ལས་ཐུབ་ཀྱི་མ་རེད་བ། སྤེན་པ་ཚེ་རིང་ཡིན་པ་ཡིན་ན་བོད་པ་གི་སྲིད་སྐྱོང་གི་སྐྱག་དགོན་གྱི་ཡོད་རེད་ཁོ་འདྲ་བོ་ཡིན་པ་ཡིན་ན་བོད་པ་ཆེད་དུ་ལས་ཀ་ལས་ཨིན་ཟིན་གྱི་བོད་མི་མང་གི། ཁོ་ལ་ལས་ཀ་ཁྲིད་བྱས་པར། དེ་ནས་ཡིན་པ་སོང་ཙང་ཁོ་རང་གི་ལས་ཀ་ཡག་པོ་ལས་ཐུབ་ཀྱི་ཡོད་དང་མེད་དང། དེ་ནས་ཁོ་རང་གི་ལས་ཀ་ཡག་པོ་ལས་ཐད་ལ་གཟིགས་སྤོ་ཡག་པོ་ཡོད་དང་མེད་དེ་སྤོབས་པ་དེ་ཚོ་ཡིན་གཅིག་མིན་གཉིས་ཀྱི་ཞིབ་འཇུག་བྱེད་དགོས་རུང། ཡིན་པ་ཡིན་ནའང་ད་ཁོ་རང་ཡིན་པ་ཡིན་ན་གཟིགས་སྤོ་ཡག་པོ་མིན་ཁ་ལག་ཡང་ཡག་པོ་བཟའ་ཐུབ་ཀྱི་མི་འདུག་དེ་ནི་གོ་སྐལ་ཆ་བྱེད་ཀྱི་འདུག། སྙན་མ་དང་འདྲ་གི་མི་འདུག་ཤུགས་ལས་ཞེ་དྲག་ཡོད་མ་རེད་བ་ད་བསམ་བཏང་ཡང་གཅིག་པོ་ཡིན་དུས་ཕོན་ཆེ་དྲག་ནས་ནི་ཡང་གྲོགས་པོ་མ་དེ་ཡང་ཆགས་ཡོང་གི་འདུག་བ། ད་ལྟ་ངའི་མ་ནང་ཡུལ་འདི་ཞིག་ལས་ཀྱི་ལས་ཀ་ཡོད་མ་རེད་དེ་འདྲ་ཡིན་པ་སོང་ཙང་ད་ག་ལ་ཞུགས་ཅེས་བསམ་པ་ཡིན་ན་གྲོགས་ཁོ་མི་བདེ་བ་དེ་འདྲ་ཆགས་འགྲོ་འུ་ཚོ་ཁྱོད་སྐད་ཆ་བཤད་གི་འདུག་གྲོགས་ངོ་ཡུག་སྤེན་པ་ཚེ་རིང་ག་རང་ཡིན་པ་ཡིན་ན་ད་ལྟ་ལོ་ལྔ་བཅུ་ང་དགུ་མ་ཞིག་མ་རེད་དེ་འདྲ་གི་ཆེན་པོ་མ་རེད་ཡིན་པ་ཡིན་ན་གཟུགས་པོ་གི་གནས་སྟངས་བེད་སྤྱོད་འོ་རེད་འདུག་ཇོ་ནང་ཁྲིན་བྷི་ཡིན་པ་ཡིན་ན་ལོ་བརྒྱད་ཅུ་ཟིན་དུ་ཡོད་རེད། དེ་དང་དེར་བར་ནའོ། སྤེན་པ་ཚེ་རིང་གི་གཟུགས་པོ་ལྕོག་ག་དུ་བ། དྲི་རན་པོས་ལོ་བརྒྱ་ཆུ་བོའི་དཔྱིད་ཀར་སྒང་ནས་ཁུ་བཞོ་ཀ་ཆུ་ཚོད་དང་པོ་བར་དུ་ཁོ་རང་གི་ཡུའུ་ཨེཕ་སི་གི་འགྲན་བསྡུར་ལ་ལྟ་ནས་ཁུ་བ་དེ་འདྲ་ཞིག་བསྡད་ཡོད་རེད། ཇི་ལྟར་དྲི་རན་པོ་ཡིན་པ་ན་ཉིད་ཡོངས་སུ་ཡོངས་སུ་ཁུ་བ་དང་དེ་ནས་ཁང་པ་དང་ལག་པ་སྐྲངས་པ་དེ་འདྲ་གི་དཀའ་ངལ་ཡོད་པ་དེ་འདྲ་གི་ན་ཚ་དུ་བ། ཡིན་པ་ཡིན་ནའང་སྤེན་པ་ཚེ་དང་དེར་བར་ན་ད་ལྟ་དྲི་རན་པོ་གྲོ་དན་གྱི་དན་དན་གི་གཡག་ག་དུ་བ།

ཨ་ཕ་དེའི་སླེབས་ནས་ཆུ་ཚོད་བཞི་མ་ཚོད་འཚོ་ཡ་རག་ཡོད་མ་རེད་ད་ལྟ། ད་འདོད་འཚོ་བཅུག་གོ་མི་འདུག་ཡ་ཡ་སྐད་བཏང་གི་འདུག་མ་མ་སྐད་བཏང་གི་འདུག། ཨ་ནི། བཀའ་ཤག་འཚོ་ཡ་གི་དུས་ཚོད་དེ་ཡག་པོ་སྤྲད་གི་མི་འདུག་ཨ། བཀའ་ཤག་ས་ཨ་ཕ་དེའི་སླེབས་ནས་ཆུ་ཚོད་བཞི། མི་དེ་ཚོས་ཡ་སྐད་བཏང་མ་སྐད་བཏང་གོ་རོགས་བ་ཁྱེད་རང་སྲིད་སྐྱོང་ཡིན་པ་ཡིན་ན་ཡིན་གྱི་མི་གཉིས་ཡོད་འགྲོ་མ་གོ་བ་ཡིན་ན་འགྲོ་དགོས་ཡ་ཡོད་མ་རེད་སྐད་བཏང་ཚེ་ལ་ཁྱེད་རང་ཡིན་པ་ཡིན་ན་འགྲོ་གི་མི་ཡོད། ད་དེ་ལ་རྡོ་རྡོ་ཁ་འདྲ་བོ་ཡང་ནི་ཁུ་ཚུར་ཁུར་མི་འདུག་བ། སྲིད་སྐྱོང་སུ་དང་སུ་ཡིན་པ་ཡིན་ན་བོད་སྐད་གཏོང་གི་ཡོད་ཁུལ་ཡོད་རེད། བཀའ་བློན་མེད་པ་ཡིན་ན་མིས་འདང་གི་མི་འདུག་བཀའ་བློན་ཉུང་ཉུང་མ་གཅིག་ཡོད་མ་རེད་ཟེར་གྱི་ཡོད་རེད། བཀའ་བློན་ད་ལྟ་སྤྲུལ་ཡོད་དུ་ཡོད་རེད་བཀའ་བློན་མང་པོ་ཡོད་ཁུལ་ཡོད་རེད། ཡོད་པ་ཡིན་ན་ཁྱེད་ཚོ་འདང་གི་མི་འདུག་ཟེར་གྱི་འདུག་ད་ག་རེ་རེད་ད། ཡོད་ན་མ་འགྲིག་མེད་ན་མ་འགྲིག་ཚང་མ་མ་འགྲིག་པ་ཅོང་ཅོང་རེད་འདུག་བ། མི་ཁོ་རང་འཇོན་པོ་མིན་པ་ཡིན་ན་དེ་ནི་མ་འགྲིག་པ་ཅོག་ཅོག་རེད། འཇོན་པོ་གཅིག་དང་རྒོད་པོ་གཅིག་སྐད་ཆ་བཤད་པ་ཡིན་ན་ཧམ་པ་ཞིག་གི་འདུ་འཛི་གི་སྐད་ཆ་ཞིག་གི་འདུག་ད་ཉི་མ་དེ་འདྲ་ཞིག་གི་ཡོད། ད་སུ་སུ་ལ་པར་ལ་འོང་ཆ་རག་པ་ཡིན་ན་ད་ད་ད། ད་མི་འཇོན་པ་ཅོག་ཅོག་རེད་འདུག་ཡོང་གི་མི་འདུག་ཅོག་ཅོག་རེད་འདུག། ཨ་ནི་གལ་ཆེ་ཤོས་དེ་གཉིད་དེ་ཏག་ཏག་རག་དགོས་འདུག་གཉིད་དེ་ཏག་ཏག་མ་རག་ན་ཨ་ནི།

དགོངས་དག་མ་མཐའ་ཡང་སྤྱི་ཚོགས་བྱེ་བ་དང་བྱེ་གཅིག་བར་དུ་ཐ་དད་ཐུགས་ཁུར་བ། དེ་འདྲ་བོ་དེ་ཐུགས་ཀྱི་དག་མི་འདུག་ཟེར་གྱིན་འདུག་བ་ད་དེ་འདྲ་ཅིག་ཡིན་པ་ཡིན་ན་སྲིད་སྐྱོང་ཞེས་ཡག་གི་ནུས་པ་གི་ད་ཇི་ལྟ་བུ་གཟིགས་སྤུ་དེ་མེད་པ་རེད་ད་འཕྲོད་བསྟེན་མེད་པ་རེད་ད་གཟིགས་སྤུ་མེད་པ་ཡིན་ན་ལས་ཀ་ལས་ཐུབ་ཀྱི་མ་རེད་བ་ལས་ཀ་ལས་མ་ཐུབ་པ་ཡིན་ན་གཞུང་གི་ལས་ཀ་དྲི་ཤོག་འགྲོ་གི་རེད། དང་པོ་ཁོ་རང་སྲིད་སྐྱོང་ལངས་པ་སྐབས་སུ་དེ་འདྲ་སྐད་ཆ་ཤི་ན་འགྲིག་འདུག་ཡོད་རེད་བ་ངས་གཟིགས་སྤུ་ཚད་ལྡན་བྱེད་མིན་གཟིགས་སྤུ་ཏག་ཏག་བྱེད་མི་འདུག་དེ་འདྲ་ཡིན་པ་སོང་ཙང་ལས་ཀ་ལ་ཤུགས་རྒྱབ་ནས་ཁུ་ལས་ཐུབ་ཀྱི་མི་འདུག་ལབ་ན་ཏག་ཏག་བྱ་འདི་ཡོད་རེད།

ཆོས་ཉིད་ངན་ཉར་བ་ནི་འགྲིག་དེ་ཡོད་རེད་ད་ཏིག་མ་འདོགས་པ་ནི་གཟིག་ཕུག་ཡོང་གི་ཡོད་མ་རེད་གཟིག་ཕུག་མ་ཡོང་པ་ནི་ད་ནི་གཞུང་གི་ལས་ཀ་འཐུས་ཤོར་འགྲོ་གི་ཡོད་རེད་ད་ཐ་ན་བཀའ་ཤག་ཡིན་པ་ནི་ཚུར་ཐུག་གི་མི་འདུག་ཟེར་ནས་སྐད་ཆ་བཤད་གི་འདུག་འདུག་འདུག་ཁྱེད་ཚོ་མེད་པ་མ་རེད་ཁོ་རང་གི་གཟིག་ཕུག་མ་བཅོས་ནས་གི་ལས་ཀ་ཐེག་པ་ལས་གི་ཡོད་མ་རེད།